ས་མི་ལེགས་པོ་བདེ་བ་ལ་སྙེགས་པའི་དཀྱིལ། གཉིས་འོམ་ཆོས་སྒྲུབ་བྷེ་ག་གམ་ག་ལ་བླ་མ་ཐུར་ག་བསྟན་མེ་རང་ཁེ་ལས། གཉིས་བླ་མ་དང་ཡི་དམ་ག་མ་བསྟན་གཉིས་ལ། གཉིས་ཆོས་སྒྲུབ་ཐབས་མན་ལྕགས་ཀྱི་ལ། སངས་རྒྱས་ཨ་ནི་ལྗོན་མ་ཏཱ་ལྕགས་ཀ་གུ་རུ་རིན་པོ་ཆེ་ཨ་ནི་ལྗོན་མ་ཏཱ་ལྕགས་ཀ། གི་གཉིས་པོ་རང་འདྲ་རང་རང་སོ་སོ་ཚོགས་བསགས། ཚོགས་མ་བསགས་པ་ག་བསྟན་གཉིས་སངས་རྒྱས་ཞལ་མཇལ་བས་མར་པ་གསུང་ཐོས་པས་མར་པ། ཡི་དམ་ག་དྷ། ཞེས་རྒྱས་པས་མར་པ། གསུང་ཐོས་པས་མར་པ། ཨོམ་ཡི་དམ་ག་དྷ་དང་སངས་རྒྱས་ཀྱི་སངས་རྒྱས་པ། གསུང་ཐོས་ཞེས་རྒྱས་པས་ག་ཚབ་ཨི་བི་ཀི་ལ་ཡ་ཨ་ནི་ལ་བླ་མ་ཀི་ལ། ཨོ་དྷ་དེ་གས་ནི་གནས་པ་ཀི་བླ་མ་ཀེ་བཟང་འདུས་ག་བླ་མ་བླ་མ་ཀེ་བཟང་འདུས་ག་བླ་མ་དེ་ནི། ནི་ཆོས་ཨོ་ཉི་ན་ནི་སྒྲུབ་ཁ་མཁས་པོ་རྣམ་སེམས་ལེགས་པོ་བདེ་བ་ལ་ཨ་ནི་བི་ཀི་ལ། ཨོམ་བླ་མ་བརྟན་མེད་ག་གང་ག་བླ་མ་ཧཱང་ཏེན་ཚ་སྤེ་ཡ་ཨ་ནི་ལ། བླ་མ་དང་པོ་རྟགས་ལ་མཁས་པ་ཨ་ནི་དཔེ་ཆ་ནང་ག་ཤོན་བྱ། བླ་མ་མཁས་པོ་རྟགས་ཆེན་རྟགས་མེད་མཁས་ལས་ཨ་ནི། གཉིས། བླ་མ་ཧང་ཏན་གྱི་གདོད་མོ་ཧང། བརྒྱུད་པ་ཧང་ཏན་གྱི་གདོད་མོ་ཧོ་ཡིན། ཧང་ཏན་གྱི་གདོད་མོ་རྟགས་ཆེན་རྟགས་མེད་མཁས་ལས་ཨ་ནི། གཉིས་ཨོམ་ཐི་ནོང་ཨམ་ཆད་ཀ་དུས་ཚོད་ཀ་བླ་མ་རྟགས་ཆེན། རྟགས་དང་ཟག་གཉིས་པོ་རང་འདྲ་ལེགས་པོ་མ་བྱ་ཨ་ནི་དཔེ་གྱི་ལ་སྤྱོད་མང་པོ་དུར་ཤོ་འཇོམས་ད་ནི། གཉིས་བླ་མ་བསྟན་པའི་གར་ཐེ་ཚོམ་ཆགས་སྦྱོང་བྱ་གྱི་ལ་ཨ་ནི།

ལྕགས་ཀྱི་བདུད་འཇོམས་རིན་པོ་ཆེ་དང་ཡབ་རིན་པོ་ཆེ་གཉིས་བཙུན། ཁྱད་པར་མ་བ་གི་ལ་ལྕགས་ཀྱི་རིན་པོ་ཆེ་བདུད་འཇོམས་རིན་པོ་ཆེ་གི་ཧང་སུང་མ་བཅའ་ཡང་ཨ་ཉི་ལ། བཀོད་པ། ཤག་པའི་ག་གང་ག་ཞིང་ཤག་པའི་ག་གང་ག། ཉི་མ་ཤག་པའི་ག་བཀོད་པ་བུ་འོམ་ནལ་པ། ལྗང་མ་ལ་ཨ་ཉི་སེམས་ཁྲི་ཨ་ལས་མ་ཁེ་ལ་ན། ལྗང་གའི་མ་ལྷག་གཉིས་པོ་ལྗང་གའི་མ་ཅོན་མ་ཐུ་རུ།

བླ་མ་དགའ་ལྡན་ནི་ཆོས་སྒྲུབ་ནི་མཚམས་སྦྱོར་ནི་བསྙེན་སྒྲུབ་ཕི་ཉོ་ཉིན་ཨ་བ་ལ་བླ་མའི་ས་མི་ལེགས་པོ་བདེ་བ་ལ་སྙིགས་པའི་གི་ལ་ནི་བླ་མ་རོགས་དན་རང་གི་གཉིས་པོ་ཆོས་སྒོ་པ་ཉོང་ཐ་ག་མཁས་པོ་རང་རང་སོ་སོ་ཉམས་ལེན་ཐུར་ཞུགས་ཕིན་མ་འཆོ་བ་ཨ་ནི་རང་རང་སོ་སོ་ཚབ་རྣམས་ག་ནུབ་མ་འཆོ་བ་ཨ་ནི།

སངས་རྒྱས་ག་ཛས་པ་ཕྲིན་ལས་དམར་པོ་ཛས་ཐ་བ་ག་བདུད་ཆེན་རྩ་ཆེ་ལུ་ཐུར་གི་ལ་སྙིགས་པའི་གི་ལ་འོ་ཐ་ག་ནོངས་ཀ་མ་ནི་ཐུར་བྲང་ཐ་སྙིགས་པོ་རང་བྲང་འོ་ཐ་ག་ཚོགས་ས་སྒྲིབ་སྦྱང་ཁད་པོ་བུམ་སྦྱོར་བུམ་སྦྱོར་ཨ་ནི་ཨུ་བྷེ་ཨ་ནི་ཨོ་ནི་སྲུང་མ་བྱ་ག་འོ་ཐ་དེ་གི་བདུད་ཚུལ་རྩ་ཆེ་ལུ་ཁད་པོ་ནད་པ་གི་ཐུབ་མ་ཐ་བ་ཨ་ནི་བླ་མ་གི་སྒོ་འདྲེན་ཐ་མི་ནི་ཚོགས་འཁོར་བསྐོར་བའི་ག་སྒོ་འདྲེན་ཐ་མི་ནད་པ་གི་བུ་མ་ཕྱིན་མ་ཨ་ནི་མ་འཆོ་བ་ཨོ་ནི་ཐ་འཇོམས་ནི་ཚོགས་འཁོར་བསྐོར་བ་རྣམ་སེམས་ལེགས་པོ་བདེ་བ་ལ་སྙིགས་པའི་གི་ལ།

སེམས་བཏུལ་བའི་མར་པ་ཉིད་པའི་གི་ལ་སེམས་བཏུལ་བའི་ག་ཁྱེད་པོ་སོ་སོ་ཨ་ནི་རང་ནི་རང་སོ་སོ་ཕའི་ག་ཆོ་ལེ་ག་གང་ག་ནི་ཚོང་ཕི་ཉི་པོ་དྲ་ལེ་ཕི་ཉི་པོ་དྲ་སར་ག་ལེ་ཕི་ཉི་པོ་དྲ་རྟ་མདོ་རང་སེམས་ཁྱེད་པོ་དྲན་པ་བརྟན་པོ་བཙུགས་ནི་སེམས་ཁྱེད་པོ་ཅེས་རྟགས་ཅན་བཏང་ནི་བྱ་བ་ད་སེམས་ཁྱེད་པོ་གི་འདོད་ཆགས་ཨ་ལ་མོ་མ་ལ་ཞེ་སྡང་ཨ་ལ་མོ་མ་ལ་མོ་ཉིད་ཨ་ནི་བཏུལ་བའི་ཁྱེད་ལས་ཉིད་པའི་གི་ལ་སེམས་ཁྱེད་པོ་མ་བཏུལ་ཉིད་ལ་ཚོགས་འཁོར་བསྐོར་བ་ཙམ་གྱི

པའི་ཉིད་ལ་ཚོགས་འཁོར་བསྐོར་བ་གི་ཚེ་རིང་ཤོས་ན་ནད་སྣ་ཚ་དམའ་བར་ཤོས་ན་དགའ་བ་སྐྱིད་པོར་དབུགས་པར་ཤོས་ན་ལྗང་འཁོར་བ་གི་འགྲོས་པར་ཤོས་ན་ཨ་ཉེ་ཨོ་ཉེ་ན་ཉེ་དམིགས་པ་མ་བ་ག་ཐུང་ག་ཚོགས་བསགས་པའི་ག་དུར་བྱ་ག་པའི་ཨ་ཉིད་ལ་ལ་ཉིད་ངམ་པུར་སེམས་ཨོ་ད་བི་ཇི་ལི་ལ་མེ་བི་ཇི་ལི་པུར་སེམས་གི་ལ་བི་ཇི་ལི་ཐོག་གང་དེ་ལས་ག་གང་ག་བི་ཇི་ལི་ཁེ་པོ་སེ་ཏོ་ཨོ་ཀེ་ནུ་བྷེ་ག་གང་ག།

ཨོ་མ་དོན་དམ་གྱི་ཚོགས་མཁས་པོ་རང་བཞིན་ཤུགས་ཀྱིས་བསགས་པའི་མར་པ་ཡིག་པའི་གིས་ལ་ཨོ་མ་ཨོ་མ་ཤོས་བསགས་པའི་མར་པ་ཧ་ཡང་གཉིས་ལ་ཨ་ཧ་ག་འཛིན་པ་ཆོས་བ་གིས་སྦྱངས། ཨ་ནི་ཅ་ན་སྦྱངས་ག་ཕ་ཡི་ཨ་ནི་ཅ་ན་སྦྱངས་མར་པའི་ཅ་ན་གཤོག་པའི་ཅ་ན་སྦྱངས་ག་ཏི་རུའི་ཅ་ན་ས་ཅ་ན་ཕ་ཡི་ཅ་ན་མི་འོག་ཙ་ཅ་ན་ཕའི་འོག་ཙ་ཅ་ན་ཨ་ནི་ཨོ་ནི་མིན་ཆོས་བ་སེམས་ཀྱི་ཤོ་དོན་དམ་གྱི་ཚོགས་མཁས་པོ་བསགས་པའི་རས་བུ་མ་འཇའ་གི་བ་ལ་དོན་དམ་གྱི་ཚོགས་མཁས་པོ་སངས་ཚོགས་བསགས་པའི་མར་གཉིས་ལ་སངས་རྒྱས་པའི་རས་བུ་མ་འཇའ་གི་བ་ལ